ཟམ་པ་དེ་ཧ་ཅང་ཕྲ་པོ་དང་དོག་པོ་ཡོད་པས་རང་གཉིས་དུས་གཅིག་ལ་ཕར་ཚུར་འགྲོ་སྲིད་ས་ཆ་མེད་པ་རེད་དེ། དེའི་སྒང་ལ་ར་གཅིག་ཕར་འགྲོ་གཅིག་ཚུར་ཡོང་བྱས་ན་འགྲོ་ཐུག་རེད། ཐུག་མ་ར་མི་ལ། ར་དཀར་པོས་ར་ནག་པོ་ལ། ཨ། ཁྱེད་རང་རྒྱབ་བཞི་བརྒྱབ་ན་ཡག་གི་རེད། ང་རང་གཉིས་ཀ་འགྲོ་སྲིད་གོ་ཡུལ་མི་འདུག་ལབ་པ་རེད། ག་རེ་ལབ་པ་རེད། ར་མ་རེད། ཨོ་ལེ། ར་ནག་པོས་ང་ག་རེ་བྱས་ནས་རྒྱབ་བཤད་རྒྱག་དགོས་རེད། ཁྱེད་རང་རྒྱབ་བཤད་རྒྱག་ན་ཡག་གི་རེད་ལབ་པ་རེད། ཨོ་ཙི། ཀོ་དེ་ནས་བཟོས་ན་ཀོ་མ་སྲིད་ར་ཀོ་དེ་ནས་བཟོས་ན། ཨོ། ར་ནག་པོས་མུ་མཐུད་ནས་ཁྱེད་རང་ངེས་པར་དུ་རྒྱབ་བཤད་རྒྱག་དགོས་ཡོད་གང་ཡིན་ཟེར་ན་ང་ཁྱེད་ལས་སྟོབས་ཆེ་བ་ཡོད་ཅེས་ལབ་པ་དང། ར་དཀར་པོས་ཁྱེད་རང་ང་ལས་སྟོབས་ཆེ་བ་མི་འདུག་ལབ་པ་རེད། ར་ནག་པོས་ང་གཉིས་སུ་སྟོབས་ཆེ་བ་ཡོད་མེད་ལྟ་ཆོག་གི་རེད་ཟེར་ནས་ཁོས་རང་གི་མགོ་བོ་བཀུག་ནས་ར་ཇོ་གཉིས་མདུན་དུ་བསྟན་ཏེ་རྫིག་རྫིག་བྱས་པ་རེད། རྗེས་ལ་ག་རེད་ར་དཀར་པོས་སྒུག་དང་གྲོགས་པོ། གལ་སྲིད་ང་རང་གཉིས་ཟམ་པ་ཁྲ་པོ་འདིའི་སྒང་ལ་འཛིངས་པ་ཡིན་ན། ང་རང་གཉིས་ཀ་རྒྱུག་ཆུའི་ནང་ལ་ལྷུང་ནས་ཆུའི་ནང་དུ་འཐིམ་གྱི་རེད། དེ་ལས་ང་ལ་ཐབས་ལམ་ཞིག་ཡོད་ཅེས་བཤད་པ་དང་ར་ནག་པོས་ཐབས་ཤེས་ག་རེ་ཡོད། ཅེས་དྲིས་པར། ར་ནག་པོས་ངས་མ་ཉལ་ཆོག་ཁྱེད་རང་གཉིས་སྒང་ལ་མཆོངས་ནས་ཤོག་ཅེས་བཤད་པ་རེད། རྣམ་དཔྱོད་ཅན་གྱི་རྭ་དཀར་པོ་དེ་མར་ཉལ་བ་ན་རྭ་ནག་པོ་དེ་རྭ་དཀར་བོའི་སྟེང་ནས་ཟབ་ཟབ་ཀྱིས་མཆོངས་ནས་ཕྱིན་པ་རེད། ཆོམས་ཤིག། ད་ལྟ་རྭ་ནག་པོ་དེ་རྭ་དཀར་བོ་སྒང་ལ་ཆོམས་ཤིག། རྭ་གཉིས་ཀ་འཐབ་འཛིང་བྱེད་མི་དགོས་པར་ཟམ་པའི་སྒང་ལ་ཕར་ཚུར་ལ་འགྲོ་ཐུབ་ནས་སོ་སོའི་ས་ཕྱོགས་ལ་ཕྱིན་པ་རེད། རྣམ་དཔྱོད་ཅན་གྱི་མི་ལ་ཞི་བདེའི་ཐབས་ལམ་ཡང་བཟང་པོ་ཡོད། ཉམ་ཆུང་བྱས་ན་ཕན་ཚུན་གཉིས་ཀར་ཕན་གྱི་རེད། བོད་ཀྱི་གཏམ་དཔེར་ཉམ་ཆུང་འདོད་ལུགས་མཁས་པས་ན་བཙན་པོས་བྱ་ཐབས་རྙེད་པར་དཀའ། གཏམ་དཔེ་ཅི་ཡོད་རེད་ག་རེ་ཡོད་རེད་ཁོང་ཁྲོ་སློང་མཁན་མེད་ན་བཟོད་པ་སུ་ལ་སྒོམ་དགོས། སུ་ལ་སྒོམ་དགོས།